ཀྱི་ཐོག་ནས་སློབ་སྦྱོང་བྱེད་དུས་རྩོམ་པ་བྲིས་ཨེ་ནས་སའི་ཚིག་གསུམ་དེ་ཁུ་སྙུན་དང་ཐུ་སྙུན་དཔེ་མང་པོ་ཡོད་ཀྱི་རེད། བྱས་ཙང་ད་རེས་གློག་བརྙན་དེ་འདི་ནང་ལ་ཨེ་ནས་བྲིས་ཨེན་ཨེ་སའི་དེ་དངོས་བྲིས་མདོར་བསྡུས་ཙམ་ཞིག་ཡིན། ད་བྱས་ཙང་རྩ་བའི་བྲིས་ཨེ་ནས་སའི་དང་པོ་ཁོ་རང་སྐྱེ་དངོས་ཀྱི་སྐྱེ་དངོས་རིག་པ Biology ཀྱི་ཐོག་ནས་ཞུས་པ་ཡིན་ན་ད་སྲོག་ལྡན་སྐྱེ་ལྡན་ག་འདྲ་ཅིག་ཡིན་ན་བྱུང་ས་དང་པོ་དེ

སེམས་ཅན་དགྲ་མི་སྣ་ཚོགས་རྣམས་ལ་ཡར་འཕུར་ངེས་ས་ལས་མ། གང་བ་རྒྱལ་འགྲོ་དེ་ཉིད་ཆུ་ནག་ལུ་ལ་མ་སྐྱེས་རྒྱལ་མོའི་འགྲོ་དེ་ཉིད་སེམས་ཅན་དང་རྩི་ཤིང་ལ་སོགས་པ་དགྲ་མི་སྣ་ཚོགས་དང་དྲི་བས་དེ་དང་པོ་ཡོང་ས་དེ། ད། ཡོན་ཧན་གྱི་བྱི་ཚ་འདྲ་བོ་དེ་འབྲི་ཡེ་ནས་རིག་རྩེ་ཡང་ན་འབྲི་ཡེ་ནས་ཀྱིས་དེ་ནི་མ། ཉེ་རྒྱུར་བྱེད་ནས་བྱེད་ནས་བྱིན་ཅིག་རྒྱུ་བ་རྒྱུ་བ་འགྲོ་དང་འགྲོ་བཞིན་པའི་ངང་ནས་དགྲ་མི་སྣ་ཚོགས་ཡོན་དུ་དུ་སུ་ཡོང་གོ་རོ། དེ་ཕྱེད་དག་ན་ཞེས་ནི། མི་འགྲོ་སྐྱེ་ཤེས་པ་ཡིན་ན་འདྲ། ཨ་ནི་དཔེར་ན་མི་གཅིག་མིག་གིས་སྐྱེ་ཤེས་པ་ཡིན་ན་ཨ་ནི་མིག་གི་རྣམ་པ། Feature། ལ་ཁོ་ཡི་ཁ་དོག་དང་མིག་གི་ཁ་དོག། སྐྲ་ཡི་ཁ་དོག། རིང་ཚོད་ག་ཚོད་ཡོད་མེད་དེ་གས་དེ་ཆ་ཚང་གི་གནས་ཚུལ་དྲི་ངན་དེ་འབྲི་ཡི་ནི་དུ་ཆགས་དུ་ཡོད་རེད། ད་དེ་ཡིན་དུས་ཚང་མ་ད་ག་ནང་བཤད་ཨ་ནི་དཔེར་ན་ཡང་དྲི་ངན་གི་ཕན་ཡོན་ག་རེ་ཡོད་ཟེར་ན་དཔེར་ན་ཁྲིམས་འགལ་འགྲོ་བ་བྱེད་པ་ཡིན་ན་དཔེར་ན་བཙན་དབང་དང་ཡང་ལ་སོགས་པ་དང་ཨ་ནི་ད་ག་ནང་བཞིན

ང་ཚོ་གཙོ་བོ་བྱེད་ལས་འདྲ་བོ་སྐྱེ་ཤེས་པ་ཡིན་ན་ཧྥང་ཤིན་སྐྱེ་ཤེས་པ་ཡིན་ན་ཅི་དང་གོང་དུ་ཞུས་པ་རང་བཞིན་ཨ་ནི Replication འབྲེལ་ནི Replication ཟེར་ན་འབྲེལ་ནི་གྱི་ངོ་བཤུས་འདྲ་བཤུས་ཡོད་ཨ་འདི་གཅིག་བྱས་ད་ག་ན་བཞིན Encoding Information ང་ཚོ་གི་བརྡ་འཕྲིན་གྱི་ཆ་འཕྲིན་ཡོད་ར་བརྡ་སྒྲིག་བྱ་བཞིན་ཆ་འཕྲིན་ཨ་འདི་ཞུས་པ་ཡིན་ན་ད་ད་ད་གནས་ཚུལ་གང་ཡོད་པ་དེ་ཚང་མ་ཆ་འཕྲིན་གྱི་ངོ་བོ་བསྒྱུར་ནས་ཨ་ནི་རིགས་རྒྱུད་ཕྱི་མ་མ་བེད་ཅེས་ཡོད་ར་ཕ་མ་ནི།

འདི་གི་ཐོག་ནས་བྱེ་ཐང་རྩ་བའི་བྱེད་ལས་བཞི་གི་ཐོག་ནས་འདྲེན་ནས་ཀྱི་འདུ་བྱེད་ལས་བཞི་དུ་འདུ་བྱེད་ཆགས་དེ་རེད། ལགས་སོ་དེ་རིང་བརྙན་ཐུང་དེ་དངོས་གྲུབ་ཐོབ་ཙམ་ནས་ལས་དང་པོ་བ་དེ་ཚོ་ལ་ཐུགས་ཕན་གསོས་ཀྱི་རེ་བ་ཡོད་ད་བྱས་ན།